ཕན་ནུས་རུབ་ག་འདྲེ་སི་བྲིས་ཡོག་རེད་ང་ཚོ་བསམ་བློ་གཏོང་པའི་སྟངས་པའི་སྐབས་ལ་ཡ་ཨ་ནི་གཅིག་གི་ཨ་ཁར་གསར་བའི་འཚོ་བ་དེ་གས་དེ་ཡོད་པའི་སྐབས་ལ་ཡ་ཨ་ནི་སོ་སོ་ལ་ཡ་ཕན་ནུས་ག་རེ་འདྲེ་གི་ཡོག་རེད་ཨ་ནི་ད་དེ་ཕན་ནུས་འདྲེ་གི་ཡོད་པ་ཡིན་ན་ཕན་པ་བྱེད་ན་ད་དུང་ཕན་དུ་གཏོང་ཡས་དང་གནོད་པ་བྱེད་ན་མ་འཇོག་ཡས་དང་ཆག་ཡས་དང་ཆུང་དུ་གཏོང་ཡས་དང་ཨ་ནི་བས་ཏེ་གཏན་མེད་བཟོ་ཡས་ལ་སོགས་པའི་ད་ལམ་ལུགས་དེ་ཡོད་པ་ཡིན་དུས་གང་ལ་ཡ་ད་དེ་ནས་གཅིག་གི་ཁོ་བླངས་བྱས་ནས་ད་དེ་གས་དེ་ཤེས་པའི་ཕིན་གོ་མ་རུབ་ཨ།

ད་ནང་པའི་གི་ལྟ་གྲུབ་དང་ནང་པའི་གི་སེམས་ཁམས་རིག་པའི་གི་ཐོག་ལ་ཡང་ཞིབ་འཇུག་བྱས་ནས་དེའི་གི་གྲུབ་འབྲས་དེ་ག་རེ་སོ། དུས་བཞི་སྐོར་བ། དེ་ང་ཚོ་ད་ལྟ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐབས་ནས་རང་གསུངས་དེ་སྐོར་བ། གཅིག་གིས་དེ་སྐད་དེ་ཤེས་ནས་ཤེས་པའི་གི་གོ་བ་ག་རེ་རེད་སོ་དུས་ཨ་ནི་རྒྱུད་བཞི་བཞི་འདུལ་བ་བྱེད།

དེའི་ཉམས་མྱོང་དེ་དག་ང་རང་ཚོ་གངས་དཀར་ལོགས་ལ་ཡོད་པས་དེ་ཉམས་མྱོང་ཕྱུག་པོ་ཞུ་བ་ཆོག་རེད་བ། ཉིན་མོ་གི་ཉམས་མྱོང་དེ་ཁོང་ཁྲོའི་ཉམས་མྱོང་ཡོད་རེད་རེད་བ། ཆགས་སྡང་ཅིག་ཁར་སར་རེད་ནས་སྡང་སེམས་ཀྱི་ཉམས་མྱོང་ཡོད་རེད་ཕྲག་དོག་གི་ཉམས་མྱོང་ཡོད་རེད་ད་མང། དེ་གས་དེ་ཡོང་པའི་སྐབས་ལ་ཡ་གར་ཅིག་ཏུ་དཀའ་ངལ་སུར་སྤྲད་ཀྱི་འདུག་དེ་བསམ་གཏང་དགོས་གལ་ཆེན་པོ་རེད་བ། དེའི་དུས་གང་ལ་ཡ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཡོད་དུས་གང་ལ་ཡ་ད་འདི་ཡོང་ས་ཨ་མ་ཐུག་ས་དེ་དངོས་པོའི་གནས་ལུགས་ལ་ཡ་ཅིག་གིས་ཨ་ནི་ཞིབ་འཇུག་དང་གནས་ལུགས་མ་ཤེས་པའི་དབང་གིས་ཡོང་གི་ཡོད་རེད་ཟེར་ནས་ད་མ་རིག་པ་དེ་ད་ཐོག་མའི་རྒྱུ་རེད་ཟེར་ནས་ཁ་སང་རོབ་སི་ཀ་མོའི་ཆུང་མ་ནང་བཞིན་དེ་གསུང་གི་ཡོད་རེད་བ། དེ་གསུང་གི་ཡོད་དུས་གང་ལ་ཡང་ད་དེ་འདྲ་ཡིན་ན་ད་མ་རིག་པ་ཟེར་ཅན་ཟས་དེ་ལ་ཡང་ད་གཙོ་བོ་ད་ང་རང་ཚོ་ཕན་ན་ཅིག་གི་སྤྱི་སྟངས་བྱས་ནས་ནང་པའི་ནང་ལོགས་ལ་ཡང་ད་དྲན་པ་ཉེར་ཤག་གི་སྒོམ་རྒྱལ་དེ། དོན་དག་རྡོག་རྡོག་རུ་བཤད་པ་ཡིན་ན། སོ་སོའི་གཟུགས་པོ་ལ་དམིགས་པས་ཀྱི། སོ་སོའི་ལུས་ལ་དམིགས་པས་ཀྱི་ཨ་ནི་འདི་ཆོག་རེད་ཁར་ས་རེད། མ་རྟོགས་པ་དང་ལོག་པར་རྟོགས་པ་ཆོག་རེད། འདི་ཧ་ཞིག་གོ་བ་ཡིན་ན། དཀའ་ངལ་མང་པོ་ཞི་བ་ཞིག་དེ་ནས་སེལ་འགྲོ་བས་ཆོག་རེད། དེ་ནས་སོ་སོའི་ཀྱི་ཚོར་བ་ཡོང་སྟངས་ཅིག་རེད། ཚོར་བ་དེ་ལ་བརྟེན་ནས་ཨ་ནི་ཚོར་བས་ཀྱི། ཚོར་བ་ལ་བརྟེན་པས་མ་རྟོགས་པ་དང་ལོག་པར་རྟོགས་པ་མང་པོ་ཆོག་རེད། འདི་སྐད་དེ་ཅིག་སེལ་ཐུབ་པ་ཡིན་ན

ང་རང་ཚོའི་སེམས་ཀྱི་ཚོར་བ་དང་ཡོང་སྟངས་དང་དེ་སྐད་དེ་ལ་དམིགས་པའི་ཨ་ནི་ཅིག་གིས་མ་རྟོགས་པ་དང་ལོག་པར་རྟོགས་པ་དེ་སྐད་དེ་ཤེས་སོང་ན། བརྒྱ་ཆ་ཉི་ཤུ་རྩེ་ལྔ་ཚིག་ཉུང་དྲུག་དུས་བརྒྱ་ཆ་བདུན་ཅུ་ཐམ་པ་བདུན་ཅུ་དོན་ལྔ་ཆགས་སོང་ཨ། ཨ་དེ་ཡང་ཆོས་ལ་དམིགས་པའི་ཨ་ནི་མ་རྟོགས་པ་དང་ལོག་པར་རྟོགས་པ་དེ་སྐད་དེ་མེད་པ་ཆགས་སོང་ན་ཨ་ནི་བརྒྱ་ཆ་བརྒྱ་ཐམ་པ་ད་བརྒྱ་ཆ་བརྒྱ་ཐམ་པའི་དེ་སྐད་དེའི་ནང་ལ་ཡང་སོ་སོའི་དགའ་ཚལ་ཚེ་རིམ་པས་རིམ་པས་རིམ་པས་གང་ག་ཞི་ག་ལོག་གི་ཐོག་ལ་ཡང་ཨ་ནི་རིམ་པས་རིམ་པས་རིམ་པས་ཀྱི་ཡ་གྱལ་བཏང་ཐུབ་པ་ཡིན་ན་ཨ་ནི།

རྦད་དེ་ཕ་གི་ཡ་རྡོག་རྡོག་རེ་བ་བྱེད་ཕྱི་ལ་ཡ་རྒྱུ་རྐྱེན་རྟེན་འབྲེལ་གང་ལ་ཡང་ལྟོས་མ་དགོས་པའི་ཐོག་ནས་ཕ་གི་ཡུལ་ལིང་ཡོད་དེ་ངན་སོ་རུ་བྱེད་དེ་འདྲས་ཅིག་གི་འཚོ་བ་ཞིག་སྐྱིད་གོ་ར་བ། དེ་འདྲས་ཅིག་ཡོད་དུས་གང་ལ་ཡ་ཨ་ནི་དེ་ལ་དམིགས་པའི་ཨ་ནི་ཅིག་ཚུལ་མིན་ཡིད་ཆེས་ཚུལ་མིན་ཡིད་ཆེས་སུས་དུས་གང་ལ་ཡ་ཚུལ་ཞིག་མ་ཡིན་པ་ཏག་ཏག་མེད་མཁན་གི་ལྟ་ཚུལ་ཞིག་སླེས་ནས་ཨ་ནི་ཡིད་དུ་འོང་བ་དེ་ལ་ཨོ་དེ་ཡག་པོ་འདུག་བསམ་དུས་ཨ་ནི་ཆགས་པ་སྐྱིད་འགོ་རེད།

རང་བཞིན་གྱིས་ཚུར་རྟོག་ཏུ་མེད་པ། ད་ང་རང་ཚོའི་གི་མི་ཚོས་མི་བཟོས་ནས་འདྲ་འདུག་འཇིག་རྟེན་ཁམས་ལ་ཡ་ནི་གཅིག་གི་ཐ་སྙད་ཀྱི་དབང་གིས་བཞག་རྒྱུན་སྤྱོད་ལ་ཡ་མེ་ཏོག་བཏབ་ཡས་ཡོད་རེད་མེ་ཏོག་ཉོ་ཡས་ཡོད་རེད་རེད་བ་མེ་ཏོག་བལྟ་ཡས་ཡོད་རེད། འདི་ཙམ་མ་གཏོགས་གཅིག་གི་མེ་ཏོག་ཕ་གའི་ཡུལ་སྟེང་ནས་འདུག་བསམ་པའི་གི་ཚོར་བ་ཤུགས་ཆེན་པོ་ཞིག་སྐྱེས་ནས་དེ་ལ་ཡ་ཆགས་སེམས་སྐྱེ་ཡས་ཡོང་ཡས་ཚང་མ་ལོ་ང་ཚོ་ཕ་གིའི་ཡུལ་གྱི་གནས་ལུགས་ཏག་ཏག་མ་ཤེས་པའི་དབང་གིས་སྐྱེས་ཡོང་གི་འདུག་བ། ད་ད་ནང་བཞིན་རེད་བ་སོ་སོའི་ལུས་ལ་བལྟ་ཡས་ན། གཞན་གྱི་ལུས་ལ་བལྟ་ཡས།

རེད་བ། ཆོལ་ཁ་འདི་སྐད་གང་ག་ག་ནས་ཡུལ་གྱི་གནས་ལུགས་མ་ཤེས་པ་དང་ནི། ལོག་པར། ལོག་པར་རྟོག་པ་དེ་འདྲས་མ་རྟོག་པ་དང་ལོག་པར་རྟོག་པ་ཟེར་ཏེ། མ་ཤེས་པའམ་ཡང་ཤེས་འདས་པ་དེ་ནང་ནས་ཤེས་འདས་པ་ཆོས་རེད་བ། འོ་ད་དེ་གཉིས་གཉིས་ནང་ནས་ཡང་དུས་དྲུག་གོ་རེད་བ། དེ་འདྲས་མ་ཤེས་པའི་རྐྱེན་གྱིས་ད་ཐུག་ས་དེ་ཐུག་ངོ་རེད་བ། དེ་ཡོང་དུས་གང་ལ་ཨ་ནི་ཞེན་ཆགས་སྐྱེ་དགོས་རེད་ཞེན་ཆགས་གང་དུ་ཡོད་སའི་ཡུལ་དེ་ལ་ཡང་ཨ་ནི།

བརྟག་དཔྱད་བྱས་པ་ཡིན་ན་སོ་སོ་སོ་སོར་བརྟག་དཔྱད་བྱས་པ་ཡིན་ན་ཧ་གོ་དགོས། སོ་སོ་སོ་སོ་ལ་ཡང་བརྟག་དཔྱད་བྱས་ཡོད་འདུག་གང་ལ་ཡང་དཀའ་ངལ་ཤུགས་ཆེ་ཤོས་ཀྱི་བསམ་བློ་གཏོང་སྟངས་མ་འགྲིག་ན་དཀའ་ངལ་འཕྲད་འགོ་རེད་ད། བསམ་བློ་གཏོང་སྟངས་ཀྱི་དཀའ་ངལ་འདི་ད་བསལ་ཡས་ཀྱི་ཐབས་ལམ་ལ་ཡང་སངས་རྒྱས་བཅོམ་ལྡན་འདས་རྒྱ་གར་གྱི་རིག་གཞུང་གཅིག་དང་ལྷག་པར་དུ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་ད་ལྟ་གྲུབ་ནང་ལོགས་ལ་ཡང་ཞེ་བོ་གཅིག་གི་ཞིབ་ཕྲ་སྤུས་དག་པོ་ཞེ་བོ་གཅིག་ཡོད།